ནད་མེད་ཚེ་རིང་ཡོང་བའི་སྨོན་འདུན་ཞུ་གི་ཡོད་ད་ག་ནང་བཞིན་པའི་ང་ཚོ་བོད་མི་སྒྲིག་འཛུགས་ལས་ཡིན་པ་ཡིན་ན་ཡང་ད་དེ་འདི་དེ་སྔོན་ཨ་ནི་རྙོག་དྲ་ཆ་ང་བྱུང་ཡོད་ད་ད་ཡོད་བདེ་བ་ཞིག་རེད་ད་དེ་ཚོ་རྙོག་དྲ་དེ་ཚོ་མེད་པ་ཆེད་ཨ་ནི་གེགས་མེད་ལྷུན་གྱིས་གྲུབ་པའི་གི་རེ་བ་ཞུ་གི་ཡོད་ད་དེ་རེ་བ་ཞུ་ཡས་དེ་ཡང་ད་ཞུ་བ་ད་རེའི་ང་དེ་མ་དོན་ནི་གེ་བུ་མ་དོན་ནི་ཨ་ནི་བོད་མི་མང་སྤྱི་འཐུས་ལྷན་ཚོགས་ལ་ད་སྐྱབས་འཇུག་ཅིག་ཞུ་ཡ་ཡིན་དེ་ངེད་ལ་ད་སྐྱབས་འཇུག་མང་པོ་ཞུས་ཟིན་པ་འདྲ་བ་ཞིག་རེད་ཉི་མ་མི་དྲུག་སྟོང་གི་སྲས་ཡིག་དང་དེ་ཚོ་སྐྱེ་རྒ་སོ་སོ་སྤྱི་འཐུས་ལྷན་ཚོགས་ནང་གྲོས་བྱས་ཚོགས་གཞོན་ལས་བྱ་དེ་དུས་ཚོགས་གཙོ་ལ་ཞུགས་མི་འདུག་ཚོགས་གཞོན་ལས་བྱ་དེ་དུས་ཞུས་མྱོང་དེ་གྲུབ་འབྲས་གལ་ཐོན་ཡོད་མ་རེད་ད་ཡིན་ན་དེ་འདྲ་བཅའ་ཁྲིམས་བསྐྱར་བཅོས་དེ་འགྲོ་གི་ཡོད་པ་སོང་ཙང་ད་བཅའ་ཁྲིམས་བསྐྱར་བཅོས་དེ་ཐོག་ནས་ཨ་ནི་ད་གང་བྱེད་ཐུགས་རྗེ་ཆེ་ཚང་མིག་གཉགས་སེ་ཉོག་སེ་མ་ཤེས་པའི་ཐོག་ནས་ཨ་ནི་ད་ལས་ཕྱག་ལས་ཡག་པོ་གནང་རོགས་གནང་ཞུ་ཡ་ཡིན།

དམངས་གཙོའི་རྒྱལ་ཁབ་ནང་ཆ་བཞག་པ་ནས་འོས་ཀྱི་ཐོབ་ཐང་འདྲ་མ་འདྲ་དེ་འདྲ་གས་མཐོང་ཡ་མི་འདུག་བ་སྤྱི་དང་ང་རང་ཚོ། དམངས་གཙོའི་རྒྱལ་ཁབ་ནང་བཞིན་ནང་བཞིན་ག་སོ་ད་རྒྱལ་ཁབ་དང་ང་ཚོ་ཡོད་བ་མ་རེད་ཡིན་ན་རྒྱལ་ཚབ་རྒྱལ་ཁབ་ཅིག་གི་ད་སྐུ་ཚབ་གི་ཅིག་གི་གཞུང་ཅིག་ཡིན་དུས་ཙམ་པ་གང་ཆོད་དམངས་གཙོའི་རྒྱལ་ཁབ་ལི་དཔེ་བླངས་ནས་ང་ཚོ་གཞུང་གི་ཕྱག་ལས་དེ་གནང་གི་ཡོད་དུས་ད་འོས་ཀྱི་ཐོབ་ཐང་དགོས་ཡ་དེ་སྙམ་གཅིག་པ་དགོས་ཡ་དེ་གལ་ཆེན་པོ་རེད་འདུག་བ་དེ་བྱེད་དུས་ཙམ་པ་ཨ་ནེ་འོས་དཀོན་ནས་དྲང་ནས་གི་བཅུ་ཡིན་ན་བཅུ་བཅུ་གཉིས་ཡིན་ན་བཅུ་གཉིས་ཁོ་རང་ང་རང་ཚོ་ཡུལ་གྲུ་ཁག་ག་བ་ལི་མི

ཐོག་ནས་ཨ་ནི་བཀོད་གནང་བ་ཅིག་ལ་ངས་ངོས་འཛིན་དུ་བྱེད་ཐུབ་ཀྱི་མི་འདུག་ད་ཡང་དེ་འདྲའི་ཞུ་དུས་ཙམ་པ་ཁ་ཤས་ཀྱིས་དགག་པ་རྒྱག་གི་འདུག་བ། ཆོས་སྐྱིད་བྱེད་དུས་མོས་གུས་ཟེར་དུས་ཙམ་པ་ཨ་ནི་གོང་ས་མཆོག་གི་བཀའ་ལས་མ་འཛིན་མཁན་དང་ཨ་ནི་ཆོས་ལ་དགག་པ་རྒྱག་མཁན་དད་པ་མེད་མཁན་དེ་འདྲའི་ཅིག་ལ་ངོས་འཛིན་བྱེད་ཀྱི་འདུག་བ་དེ་འདྲའི་རྩ་བ་ཉིད་ནི་མ་རེད། གོང་ས་མཆོག་གིས་དེ་བཀོད་གནང་ཡས་དེ་ཡང་ངས་དེ་འདྲའི་ཅིག་ཡིན་གྱི་རེད་བསམ་གྱི་འདུག་ད་མིའི་ཐབས་ཤག་ཅིག་གི་བསམ་བློ་རེད་བ། དཔེར་ན་ང་རང་ཚོ་བོད་ཀྱི་རྒྱལ་ཁབ་ཡུལ་དུས་ཙམ་པ་ནི་རང་བཙན་ཡུལ་དུས་ཙམ་པ་རང་ནི་ཨ་ནི་ཅིག། སྐུ་འཕྲེང་ད་གོང་མ་གོང་མ་རྣམ་པ་ཚོ་ལས་ཡིན་པ་ཡིན་ན་ཅིག་དགའ་ལྡན་ཕོ་བྲང་གི་གཞུང་རེད་ཟེར་སོ་ཏྲ་བོ་ད་ད་ཅིག་ཁག་དཀྲི་མང་པོ་ཅིག་བྱེད་བསྡད་ཀྱི་འདུག་བ། བྱས་འདུག་བ་རྙེད་མ། སྐྱོན་བརྗོད་ཏྲ་བོ་མང་པོ་བྱས་འདུག་བ་དགའ་ལྡན་ཕོ་བྲང་ལ་སྙོན་འཛུགས་ཏྲ་བོ་ཅིག་ང་ཚོ་རྒྱལ་ཁབ་རང་བཙན་ཡོད་པའི་སྐབས་རང་ནི་ཞེ་བོ་སྙོན་འཛུགས་དེ་རེད་བཤད་བཤད།

ནང་ལོགས་ནས་ཡང་ད་དུས་མི་དེ་ཚོ་ཡང་དམ་བཅའ་མཛོད་མཛོད་ཏིག་རེ་ཅིག་བསྙགས་སེ་སྙོགས་སེ་དེ་མ་ཡོང་ཡས་ཀྱི་ཆེད་དུ་ད་དེ་འདྲ་ཅིག་གནང་པར་བསམ་པའི་ངས་ངོས་འཛིན་དེ་འདྲས་ཞུ་གི་ཡོད། ད་དེ་ཡིན་དུ་བསམ་པ་ད་དེ་འདྲའི་དུས་ཚོད་ལ་ཡང་དངོས་གནས་དྲང་གནས་ཀྱི་ད་ཆོས་རྒྱུད་སྤྱི་འཐུས་དེ་གིས་ད་དགའ་ལྡན་ཕོ་བྲང་གི་གཞུང་རེད་ཟེར་དང། ཁྱིམ་ཚང་ཞིག་གི་གཞུང་དེ་སེམས་གུད་དུ་ཟེར་གི་ཟེར་ས་དེ་ཡོད་མ་རེད་བ་ད། དབུ་ཁྲིད་ཚང་མ་ང་རང་ཚོ་གི་མི་མང་གི་འོས་འདེམས་བྱས་པའི་དབུ་ཁྲིད་ཚོ་གིས

ཡང་ཞུ་གི་ཡོད། འོ་དེ་ཡིན། ཞུ་ཞུ་ཡ་ཡིན། དེ་ཚང་མ་ལས་ཡ་ནི། ད་གཞུང་ལ་ཡ་རེ་བ་ཞུ་ཡ་དེ་ད་ག་རང་ཡིན་ཆེད་དུ་ཁྲིམས་ཞིབ་ཁང་གི་ཁྲིམས་དཔོན་རྣམ་པ་ཚོར་བསྐོས་ཡ་དེ་བྱས་ཨ་ནི་འོས་ཀྱི་ཐོབ་ཐང་འདྲ་མཉམ་དེ་བྱས། ཨ་ཆོས་ཞིབ་ཁང་ཅིག་ཏུ་དགོས་ཡ་མི་འདུག་ཟེར་དེ་བྱས་འོ་ད་དུས་སུ་ཅིག་ངས་ཞུ་གི་ཡོད། ཨ་ནི་དེ་ནི་ད་ཅིག་གང་སོང་ངས་མི་མང་ནང་ལོགས་ལ་མ་ཞུ་ཡ་ལ་ད་དེ་རིང་ང་འདྲ་བའི་གི་དེ་འདྲའི་ཡང་མ་དོན་གནང་མཁན་ཡོད་པ་ཡིན་ན་ཨ་ནི་ཡང་ཅིག་ཁོ

ག་རེ་གསུང་དགོས་ན་གསུང་ན་དེ་ནི་ང་ཚོ་གསུང་ཡས་ཀྱི་ཐོབ་ཐང་དུ་ཡོད་རེད་བ་དབང་ཚད་དུ་ཡོད་རེད་བ། དེ་དེ་གཞིས་ལུས་མཚོན་འབྲེལ་གྱི་ཐོག་ནས་ག་རེ་རེ་བ་ཞུ་དགོས་ན་སྐྱོན་བརྗོད་ཞུ་དགོས་ན་བསྔགས་བརྗོད་ཞུ་དགོས་ན་ཞུས་ཆོག་གི་རེད་བ་དེ་ཞུ་ཡས་ཀྱི་ཐོབ་ཐང་དུ་ཡོད་རེད་བ། བྱས་ཙང་དེ་ཡང་སྡུག་སེམས་མ་བསྟེན་པའི་ཆེད་བཅར་འདྲི་ལག་དེབ་ཡོད་ལ་ནི་དེ་འདི་ལྟར་མི་སུ་རང་དབྱེའི་ནང་འབྲི་གི་རེད་བ་གནས་སྐབས་ཐད་གཏོང་ག་རེ་བརྙན་ཐུང་འགྲོ་ཆུང་ག་རེ་དབྱེའི་ནང་འབྲི་གི་རེད་བ་འོ་དེ་འདྲས་མེད་པ་ཆེད་དཔང་རྟགས་ཡག་པོ་ཡོད་པའི་ཐོག་ནས་དུ་གནང་བ་ཡིན་ན།

ཚེ་བརྟན་ཆོས་སྒྲོན་ཡིན་ན་ཅིག་གཟིགས་འདུག་ཚེ་བརྟན་ཆོས་སྒྲོན་ཡིན་ན་ཅིག་གཟིགས་འདུག་ཧ་ལས་བ་སྤྱི་ཚོགས་ནང་དཀྲུགས་ཤིང་རྒྱག་གི་འདུག་བ། ལྷག་པར་དུ་དེ་འདྲའི་བཀའ་ཤག་ལ་དཔེ་དེབ་ཁ་ཤས་བོ་ཞིག་བསྟན་གི་འདུག་བ་དཔེ་ཞེ་བོ་གཅིག་དྲ་གྲབས་སྟེང་བརྩིགས་གི་འདུག་བ། ང་འདྲ་བོ་ཞིག་ན་དེ་འདྲའི་བཀའ་ཤག་ལ་རྒྱབ་སྐྱོར་གཅིག་པོ་ཞིག་མེད་ད་ངས་བརྒྱུད་རིམ་ནང་ཤེས་བ་ཡིན་ན་སློབ་དཔོན་སྐྱབས་རྗེ་ཟམ་གདོང་རིན་པོ་ཆེ་ལ་ལངས་ཡོད་ལུགས་པའི་སྲིད་སྐྱོང་གནང་བ་རེད། ཉིས་སྟོང་བཅུ་གཅིག་ལོའི་ཀོང་བློ་བཟང་སེང་གེ་ལ་ལོའི་སློབ་དཔོན་སྲིད་སྐྱོང་གནང་བ་རེད། ད་ལྟ་ཀོང་སྤེན་པ་ཚེ་རིང་ལ་ལོའི་སློབ་དཔོན་དེ་ལྟར་སྲིད་སྐྱོང་གནང་བཞིན་པ་རེད། ཕྱག་ལས་ཡག་ཐག་ཆོད་འགྲོ་གི་འདུག་བ། ང་ཚོ་ཕ་གི་མདང་ནང་ལོག་གི་འཛིན་སྐྱོང་ཡིན་ན་རེད་ད། ཕྱི་རྒྱལ་ཁབ་ལས་ཕྱི་ཚིག་གི་ཐོག་ནས་ང་ཚོ་ད་བོད་དོན་འདི་ད་སྐད་གྲགས་ཟིན་ན་མི་འདུག་རྒྱ་ཆེ་རུ་འགྲོ་བསྡད་ཀྱི་འདུག་བ། དེ་འདྲའི་གི་ཅིག་སྐུ་ལས་མང་པོ་སྐྱོན་འབྲས་བུ་ད། ག་བ་ཁ་སང་ཅིག་དེ་དུས་སུ་དོན་གྱི་ཡོད་ན་ཡང་ད་དུང་ཅིག་སྲིད་སྐྱོང་ལ་ཡ་ཅིག་བཀག་པ་ཞིག་བརྒྱབ་སྡོད་ཀྱི་འདུག་བ། སོ་སོ་ལ་ཡ་སྐད་ལ་འཁྲི་བའི་ལས་འགན་དེ་ག་རེ་བྱེད་དགོས། ཚེ་བརྟན་ཆོས་རེན་ཡིན་ན་ག་རེ་ཡིན་ན་ཁྱོད་རང། ངའི་མིང་ཅི་ཞིག་ཡིན་ཀྱང་ཤེས་ཀྱི་མེད་ད། ཁྱེད་རང་ལ་ཡང་བདེ་མི་འདུག་བ་དང་པོ་དེ། ཁྱོད་རང་རྒྱུས་རེད་བ། ང་རང་ཚོ་རྒྱལ་ཁབ་ག་བ་འགྲོ་གི་ཡིན་ནས། ཁྱོད་མི་རིགས་གདོང་པ་ལ་བལྟས་ནས་ཁྱོད་ཨེ་ཤི་ཡ་རེད། Tibetan རེད English རེད། ཡུལ་རབས་རེད་དེ་འདྲས་ཟིན་མཁན་མི་འདུག་བ། ཁྱོད་ལུང་པ་ག་བ་ཡིན་ན་ལག་སྐྱེས་སྟེན་ད་ལས་ཀྱི་འདུག་བ། ཧན་ཁྱོད་རང་ལག་སྐྱེས་དེ་སྟེན་ཡས་མེད་བ། མི་འདུག་བ་དེ། ལག་སྐྱེས་སྟེན་ཡས་མེད་ན་ཁྱོད་བོད་པ་ཡིན་པ་ཅིག་བོད་པ་ཡིན་པ་ཞིག་ལ་ངོས་འཛིན་ག་རེ་བྱེད་ཐུབ་རེད། དེ་འདྲས་ཀྱི་སྐྱེ་རི་ཁྲི་བའི་ལས་འགན་ཆུང་ཆུང་དེ་འདྲས་ཞིག་བྱེད་ཐུབ་ཀྱི་ཡོད་བ་མ་རེད་བོད་པའི་སྤྱི་ཚོགས་ནང་ལ་དཀྲུག་ཤིང་རྒྱག་པ་བྱུང་ན་ནི་ཧ་ལས་བ་རྒྱབ་ཀྱི་འདུག་བ། གཞུང་ཞེས་བ་རྣམ་པ་ཚོ་ལ་ནི་ཁ་ཧཧ་ལས་བ་ཁ་བཏང་གྱི་འདུག་བ་ཁྱོད། དགེ་མི་གི་ལས་འགན་དངོས་གནས་ཁྱོད་ཚོས་སྒྲུབ་གི་འདུག་བ། ད་ད་དུང་དབུ་མའི་ལམ་ལ་དགག་པ་ཞུ་གི་འདུག་བ། དབུ་མའི་ལམ་གི་སྲིད་བྱུས་དེ། དང་པོ་སུས་གི་དགོངས་བཞེས་གནང་ནས། སྲིད་བྱུས་དེ་ཡ་མ། དགོངས་བཞེས་སུས་བཏོན་གནང་བ་རེད་སྤྱི་ནོར་ཧོར་ཟླ་སྐྱབས་མགོན་ཆེན་པོ་མཆོག་བཏོན་གནང་ཞེས་དེ་ལ་ནི་གྲོས་ཚོགས་ཀྱི་སྤྱི་མོས་ཀྱི་ཐོག་ནས་གཏན་ལ་ཕབ་པའི་སྲིད་བྱུས་ཤིག་རེད་བ། ད་དེ་ལ་རྒྱ་མི་ལ་རྒོབ་རྟགས་ཞུ་མཁན་རེད་རྒྱ་མི་མཉམ་དུ་བསྡད་མཁན་རེད་བཞིན། ཞུས་ས་དེ་ཀོ་ར་རྒྱབ་ནས་སྤྱན་རས་གཟིགས་ལ་ཞུ་གི་འདུག་བ།

ཁུལ་ཀ་མེན་ཝོག་ལེའ་ཀ་མེན་བྲིས་དུས་བརྩམས་པ། མི་ཁ་ཤས་སྐྱུ་ལ་འོས་བླུགས་ཡས་ཀྱི་ཐོབ་ཐང་དཔྱ་ཁྲལ་ལག་དེབ་ཡུལ་བའི་ལ་དུས་བརྩམས་པ། ཨ་ནི་ཁོ་གི་དཔྱ་ཁྲལ་ལག་དེབ་མེད་བ་ཆེ་ཨ་ནི་སྐད་ཆ་གཞན་པ་དེ་འདྲའི་རྒན་ལྐོག་དེ་འདྲའི་བ་ཡུ་ལི་ག་རེ་གནས་སྐོར་ཡིན་ན་ཞིག་ལ་འཁྲི་བའི་སྐད་ཆ་དེ་འདྲའི་བཤད་བདེ་བ་ཞིག་མ་གཏོགས་ཁོ་ལི་ཁོ་རང་གི་དགའ་འོས་ཀྱི་མི་དེ་སྲིད་སྐྱོང་གི་ཞབས་བཅག་རྐྱེན་ཡས་ཀྱི་ཆ་རྐྱེན་དེ་མི་འདུག་བ་ཁོ་ལ།

བོད་མི་འཇུག་ཚུལ་ལ་དེ་འདྲ་བར་དུ་རྒྱབ་སྐྱོར་བྱེད་མ་མྱོང། མ་འོངས་པའི་རྒྱབ་སྐྱོར་བྱེད་ཀྱི་མེད་ཟེར་མཁན་ད་དེ་དེའི་ཤོག་ཁག་ཚོན་ཚོད་གཅིག་པ་རེད་ད། ད་ཁ་ཤས་ལས་རང་བཙན་ལ་དཔྱ་ཁྲལ་ལག་དེབ་ཅིག་ཡོད་ཀྱི་རེད་ད་གང་ཅིའི་ཁོ་རང་ཚོ་ཁ་སང་གི་དུས་ཚོད་ནི་མེད་པ་དེ་ཁོ་རང་ཚོ་གི་ཤེས་པ་རེད་མ་གཏོགས་ངས་ཚོད་དཔག་བྱ་མི་ཤེས་ཀྱི་མེད་ཁོ་རང་ཚོ་སྟོན་ཡ་མི་འདུག་བ། དཀྲུགས་ཤིང་སྤྱི་ཚོགས་ནང་དཀྲུགས་ཤིང་རྒྱག་པ་ཚོ་ནི་ཨང་དང་པོར་འདུག་བ།

དེ་ཚོ་ཕྱིར་མ་རུང་བ་རེད། རྒྱབ་སྐྱོར་བྱེད་དགོས་ལ་ད་མི་མང་གི་ཡིན་པ་ན་མི་མང་གཉིས་ཚད་ཡོད་ན། གང་ཞེ་ན་ང་ཚོ་སྐྱེལ་འཁྲིའི་ལས་འགན་དེ་སྒྲུབ་དགོས་ཡ་རེད། ལས་འགན་སྒྲུབ་མཁན་དེ་ལ་སོ་སོར་ཐོབ་ཐང་ཅེས་ཡོད་རེད། ཐོབ་ཐང་དེ་འོས་ཤོག་བླུག་ཡས་དེ་རེད། འོས་ཤོག་བླུག་ཡས་ཀྱི་ཐོབ་ཐང་དེ་འགོག་དགོས་ཡ་རེད་ཡིན་ཅིང་མིན་ཅིང་གི་འདི་ཡོད་པའི་ཞོག་གུ་ལ། ལས་འགན་སྒྲུབ་དགོས་ཡ་རེད་སོ་སོར་ཐོབ་ཐང་དེ་ཡང་རྩོད་དགོས་ཡ་རེད། དམངས་གཙོའི་གི་འགྲོ་སྟངས་ཧ་གོ་ན་དེ་ཡག་ཤོས་དེ་རེད། དེ་ཚོར་མི་མང་གི་རྒྱབ་སྐྱོར་ཞུ་དགོས་རེད་ཟེར་ཞོད་ཡིན་ད། དེའི་ཐོག་ལས་ད་ང་ཚོ་དེབ་སྦྱང་གི་འདུག་ཟེར་ཁྱེད་ནི་དེང་གི་དེ་ཚོ་ལ་ཡང་དགག་པ་རྒྱག་མཁན་དེ་ཚོ་ལ་ཡང་རྒྱབ་སྐྱོར་འགྲོ་ཕྱིན་ཕྱིན་པ་ཡིན་ན་རྒྱབ་སྐྱོར་བྱེད་མཁན་དེ་ཚོ་སླ་བོ་ཆགས་གི་རེད་མ་གཏོགས་གར་པོ་ཡག་པོ་ཐོན་ཆགས་གི་མ་རེད། ཁོ་ཚོ་ལ་གནས་ལུགས་རྒྱུ་མཚན་ཡོད་མ་རེད་གནས་ལུགས་རྒྱུ་མཚན་ཤེས་མཁན་ཁོ་རང་ཡོད་མ་རེད་ཁོ་ཚོ་གི། ཁོ་ཚོ་གི་གནས་ལུགས་རྒྱུ་མཚན་ཤེས་ཡས་དེ་བོད་མི་སྒྲིག་འཛུགས་ལ་དགག་པ་རྒྱག་ཡས་དེ་རེད་སྐྱོན་བརྗོད་བྱེད་ཡས་དེ་རེད་དེ་མི་ཆོག་ཁོ་ཚོ་ཤེས་ཀྱི་ཡོད་མ་རེད་ཡག་གི་ལས་ཀ་ཅི་ཤེས་ཀྱི་མ་རེད་ཁོ་ཚོ་གི། ཁྱེད་ཀྱི་དེ་འདུག་མི་དམངས་ཚང་མ་ལོག་གི། དེ་ཁྱེད་ནས་ལག་པ་བླངས་ནས་དེ་ལྟར་དྲ་རྒྱ་ནང་ནས་འགྲོ་གི་ཡོད་པ་རེད། རྐང་བཙུགས་ནས་དྲ་རྒྱ་ནང་སྟོན་དགོས་པ་དེ་བོད་མི་མང་སྤྱི་འཐུས་ལྷན་ཚོགས་པའི་ཧ་གོ་ཡས་ཀྱི་ཆེད་དུ། ང་ཚོ་འོས་ཀྱི་ཐོབ་ཐང་འདྲ་མཉམ་དགོས། བཅུ་ཡོད་ན་བཅུ། བཅུ་གཉིས་ཡོད་ན་བཅུ་གཉིས། ག་ཚོད་ཡོད་ན་དེ་ཐོབ་ཐང་འདྲ་མཉམ་དགོས་ཟེར་ཡ་ལེ་ཡ། ཁོ་དེ་ཤེས་ཀྱི་ཡོད་རེད་ཤེས་ཡས་ཀྱི་ཐོབ་ཐང་ཡོད་རེད་ལས་འགན་སྒྲུབ་ཀྱི་ཡོད་རེད་མི་དམངས་ཀྱི་རྒྱབ་སྐྱོར་གནང་དགོས་ཀྱི་ཡོད་རེད། ཧོ་དེ་ཞུ་ཡ་ཡིན། ཐུགས་རྗེ་ཆེ་ཨ་ནི་དེ་ནི་ད། མི་ཚ་ཚ་བྱོས་གལ་མི་འདུག་ད་ངས་དེ་བརྙན་ཐུང་དུ་ཕར་འགྲོ་བའི་རྗེས་ལ་ཡང་ཅིག་སྐྱོན་བརྗོད་བྱེད་མཁན་དང་དེ་འདྲ་མང་པོ་ཡོང་དོག་ཁ་བོ་རེད་དེ་ང་སྐྱོན་གལ་མི་འདུག། ང་རང་གིས་སོ་སོ་གི་ལྷག་བསམ་རྣམ་དག་ཐོག་ནས་ཞུ་གི་ཡོད་དངོས་ཡོད་གནས་ཚུལ་དང་མཐུན་པ་ཐོག་ནས་ཞུ་གི་ཡོད་མ་གཏོགས། ཉན་པ་ལར་ཚོ་དེ་ཚོ་ནང་བཞིན་བྱས་ནས་གང་བྱུང་མང་བྱུང་དེ་འདྲ་ངས་བཤད་བྱ་བ་དེ་འདྲ་གལ་མེད། ཨ་ནི་ཡིན་ནའང་དེའི་སྒང་ལ་སྐྱོན་བརྗོད་བྱེད་མཁན་ཡོད་ན་གལ་བ་མི་འདུག་ཞུ་ཡ་ཡིན་ཨ་ནི་ཐུགས་རྗེ་ཆེ། ཚང་མ་བློ་ལ་ཡ་བཀྲ་ཤིས་བདེ་ལེགས།